རློམ་པའམ་རང་སྣང་གང་དྲན་གྱིས་འོས་བསྡུའི་ཁྲིམས་སྒྲིག་ཁག་ལ་ཉམས་ལེན་ཚུལ་མཐུན་མ་བྱུང་བ་དང། དབུས་འོས་བསྡུ་ལས་ཁང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་ཀྱི་རྒྱལ་དར་བོད་ཀྱི་ས་བཀྲ་བཅས་ལ་བརྩི་བཀུར་དང། ཆེ་མཐོང་སྣང་གི་མེད་ལུགས་རྟོག་བཟོ་དང་ལོག་འགྲེལ་བགྱིས་པ་མ་ཟད་བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དང་དབུས་འོས་བསྡུ་ལས་ཁང་གི་རྩ་འཛིན་ལམ་སྟོན་ཁག་ལ་རྩིས་མེད་རྡོག་རོལ་བཏང་སྟེ། མང་ཚོགས་མགོ་བོ་རྨོངས་གཞིར་བསྒྱུར་བའི་ཐོག་ད་ལྟའི་གལ་གནད་ཆེ་བའི་སྲིད་སྤྱི་གཉིས་ཀྱི་འོས་བསྡུའི་ལས་དོན་ལ་འགོག་རྐྱེན་དང་དབུས་འོས་བསྡུ་ལས་ཁང་ལ་མཚན་ཤས་བཟོ་ཐབས་ཀྱིས་ཁྲིམས་མེད་ལུགས་མེད་ཀྱི་གཏམ་བཤད་བྱས་པའི་འགལ་འཛོལ་ཚབས་ཆེན་བྱུང་བ་ཞིག་ལ་ངོས་འཛིན་ཞུས་པ་དང་འབྲེལ།

དང་གཉིས་ནས་ལོ་ལྔ་རིང་གཞུང་འབྲེལ་དམ་བཅའ་འདེམས་བྱེད་ཀྱི་ཐོབ་ཐང་འཕྲོག་རྒྱུའི་ཐག་གཅོད་ཞུས་པ་དང། གལ་ཏེ་འགལ་འཛོལ་འདི་རིགས་མུ་མཐུད་བྱུང་ཚེ། སྒྲིག་གསལ་ལྟར་ཉེས་ཆད་ཡན་པོར་མ་སོང་བ་གཏང་རྒྱུ་ཡིན་པ་དེ་དོན་དགོངས་འཇགས་ཞུ། ཨོ།
མི་མང་བཀྲ་ཤིས་ལགས། ཨ་ནི། ད་དེ་འདྲ་འདི་འདྲ་ག་ལ་བོ་རེད། འོས་བསྡུ། དབུས་འོས་བསྡུ་ལས་ཁང་ནས་འདྲ་འདི་གར་ས། སྲིད་སྐྱོང Candidate བཀྲ་ཤིས་སྟོབས་རྒྱལ་ལ Disqualified བྱས་འདུག་བ།

དཔོན་པོ་ཡིན། ད་བར་སྤྱི་ཚོགས་ནང་བྱུང་དང་བྱུང་ཡོད་པའི་གི་སྙུག་གླིང་ནང་ནས་སྐལ་རྡོར་ཨོ་དཀར་ཚང་གི་ད Computer སྟོང་པ་གཏད་རེད་ལ་ལ་སོགས་པར་བ་ཨན་དེ་འདྲའི་ཅི་ལ་ཡ་ཉི་ད་ཁ་ལོག་རེད་ཉེས་ཆད་ཡོད་དང་ཡོད་མ་རེད་པས་ར་བ་ཨན་དེ་ག་གཅིག་པུ་ཚེག་མར་ཀུན་དགའ་འཕྲིན་ལས་ལ་ཡ་མི་འདི་ཨ་ནི་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་མ་ཉེས་ཁ་ཡོག་བྱེད་ཨང་མ་ཟད་སྤྱི་ཚོགས་ནང་ལོགས་ལ་ཨ་ནི་སྤྱི་ཚོགས་དུམ་བུར་བཏང་ཡ་ལ་སོགས་པ་སྤྱི་ཚོགས་ནང་ལོགས་ལ་གཏད་དང་གཏད་ཞབས་པའི་གི་ཨ་ནི། གཞོན་སྐྱེས་ཚོ་ལ་སེམས་ཤུགས་བཅག་ཡ་དང་བློ་ཕམ་བྱེད་བཅུག་ཡ་དང་ཟུར་ལ་ཕ་མཐའ་ལ་པི་བྱ་ཡ་དང་དེ་འདྲའི་འདྲ་པོ་གི་ལས་ཀ་ཅིག་བྱེད་ཡོད་རེད་དེ་ཚོ་གང་ག་ལ་ཨ་ནེ་དབུས་འོས་བསྡུ་ལྷན་ཁང་གི་བདག་པོ་རྒྱག་གི་རེད་དང་རྒྱག་གི་མ་རེད་ལ་ནི་ད་ཨ་མདའ་སྲིད་སྐྱོང་འོས་མི་བཀྲ་ཤིས་སྟོབས་རྒྱལ་ལ Disqualified བྱས་བཞག་ཨ་ནི་ད་ཅི་གོ་ཡ་ལ་ཉིན་ད་ཅི་གོ་ཁ་ར་གོ་ར Evening དེ་བ་ལ་ཨ་ནི་བསོད་ནམས་རྡོ་རྗེ Hope Flood ཀྱེ་ཁོ་རང་ལ་ཡི་གེ་ཅིག་གླས་སོང་ས

དབུས་འོས་བསྡུ་ལྷན་ཁང་གིས་སྒང་ནས་དེ་འབྲེལ་གྱི་སྒྲིག་གཞི་དམ་པོ་ཅིག་བཟོས་ཚར་བའི་རྗེས་ལ་སྒྲིག་གཞི་དེ་ཚང་མ་ལ་སྙོམས་ནས་ཨ་ནི་གཅིག་པ་གཅིག་རྐྱང་གཅིག་འཁྱེར་ནས་ཡོང་བ་ཡིན་ན་ཨ་ང་ཚོ་སྤྱི་ཚོགས་ལ་དངོས་གནས་ཀྱི་ད་ལྟ་བར་དོ་དགོན་བསྡད་ཡ་གི་གནས་བསྡད་ཡ་གཅིག་ང་རང་ཡིན་ནས་སྲིད་འོས་བསྡུ་ལང་དགོས་ཡ་ག་ས་སྤྱི་འཐུས་ཀྱི་འོས་མི་ལ་ལང་དགོས་ཡ་གི་རྒྱུ་བ་རྒྱུ་མཚན་འདྲ་བོ་ཅིག་ཡིན་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ་དྲང་པོ་གི་མིག་དཔེ་ཅིག་སྟོན་དགོས་ཀྱི་འདུག་དྲང་པོ་དྲང་ཤག་ལ་ལ་ཡ་དང་ཨ་ནི་སྤྱི་ཚོགས་ནང་ལ་སྐྱག་རྫུན་དང་རྫུན་མ་ཁྲམ་པ་དེ་འགྲོ་ཡ་མི་འདུག་འགོ་ཡ་མི་འདུག་ལ་ཡ་གཅིག་དེ་གི་སྒང་ནི་ང། སྤྱི་འཐུས་ལང་རྒྱུད། དེ་འདྲའི་འདྲ་བོ་ཅིག་གིས་ལངས་དགོས་ཀི་རྒྱུད་པ་རྒྱུ་མཚན་འདྲ་བོ་ཅིག་ནས་ཁྱོད་རང་ཚོ་གི་འདུག་ལག་ལེན་བསྟར་བསྟར་རོགས་བྱས་པ་ཡིན་ན་ད་ང་ཚོ་ལ་དཔེ་ཕན་ས་རེད། ཨ་འདི་བྱས་ཡས་ནི་ད་རིང་འདྲ་བོ་ཅིག་ཡིན་པ་ཡིན་ན་ད་ད་ད། སྤྱི་ཟླ་ག་ལོག་རེད་བཅུ་གཉིས་ཀྱི་ད་ཟླ་མཇུག་འདྲ་བོ་སླེ་སླེ་ཡོང་གི་འོ་སྤྱི་ཟླ་དང་པོ། ལྷག་ཡོད་རེད་ཨ་འདི་ནི་སྤྱི་ཟླ་གཉིས་པ་ལ་ང་ཚོ་འོས་བླུ་ཡ་ཆ་ཡོང་གི་འོ། ད་ད་བོ་ཏོ་ཨ་ནི། འོས་བསྡུ་ལྷན་ཁང་ནས་དེ་འབྲེལ་གྱི་ལན་ཚིགས་གཅིག་དང་གཉིས་ཡས་མས་དུས་གང་ལ་ཨ་འདི་ག་རེ་ཡིན་པའི་སྐད་ཆ་རེད་ཕྱོགས་གཅིག་ནས་ཨ་ཅཱ་རི་ཡེ་ཤི་ཕུན་ཚོགས་ལ་ངས་ལོ་བཞི་དང་ལྔ་དུས་ཚོད་བཏང་ཡིན་ཏེ། སྤྱི་ཚོགས་དྲ་རྒྱ་གང་ལ་བསྡད་ནས་སྐད་མིག་པ་ཚ་ཚ་བ་དང་སྐད་རྒྱ་ཡ་དེ་ངས་ད་ག་ཚི་ཤེས་རྒྱུ་མ་རྟ། འོ་དེ་ཡིན་ཚར་བའི་རྗེས་ལ་ཨ་ཅཱ་རི་ཡེ་ཤི་ཕུན་ཚོགས་འདྲ་བོ་ཅིག་ལངས་ཡོང་གི་ལོག་བར་དེ་ལ་ཡང་ནན་པོ་བྱེད་ཀྱི་ཡོད་མ་རེད། ཨ་ནི་ཀུན་དགའ་འཕྲིན་ལས་འདྲ་བོ་ཅིག་ལ་ཡང་ནན་པོ་བྱེད་ཀྱི་ཡོད་མ་རེད། དེ་འདྲས་ཡིན་པ་ཡིན་ན་ང་རང་ཚོ་གི་ཁྲིམས་དང་སྒྲིག་གཞི་དེ་མི་ག་ཤེད་ཅིག་ལ་མ་གཏོགས་མེད་པ་ཡིན་པ་ཡིན་ན་དབང་ཆ་སྒེར་གཅོད་ཟེར་ཡ་དེ་གཏུགས་ས་ཐག་ཆག་ཡོང་གི་འདུག་ད་གྲོས་ཚོགས་ནང་ལོགས་ལ་ཡག་འཛུལ་ཚར་བའི་རྗེས་ལ་མ་དོན་རོགས་ཅིག་བཞག་རྐུབ་བཀྱག་བཞག་རོགས་ཅིག་མ་བློས་བཏང་བྱེད་རོགས་ཅིག་ལབ་པ་ཡིན་ན་ཁོ་ཚོ་བློས་གི་མི་འདུག་ཨ་དེ་ག་ལོག་རེད་དེ་གི་བཟོ་ལྟ་དེ་ཁོ་རང་ཚོ་གི་ན་ནིང་ཁ་ན་དྲ་ལ་འགྲོ་འོང་ནས་ཁོ་རང་ཚོ་གི་བྱེད་སྟངས་དེ་ཚོ་གང་ག། ཚོགས་པ་གཅིག་བཏོན་ཚར་བ་རེད། དེ་ཚོ་ཚང་མ་ཡིན་ཚར་བའི་རྗེས་ལ། ད་ལྟ་དེ་གང་གཱ་ཨ་ནི་མི་རེ་ཟུང་ཅིག་དང་མི་ཨ་ནི་ག་ལ་བ་རེ་ད་རྒྱབ་ཏུ་དཔུང་མེད་ངེས་ལ་བ་རེ་དཔེ་འཇོག་མེད་ངེས་ལ་བ་རེ་དེ་ཚོ་གཅིག་པོ་འགྲོ་གི་ཡོད་པ་ཡིན་ན། དེ་ཏག་ཏག་བསྡད་ཀྱི་ཨ་ཡིན། ང་ཡིན་ནའི་ད་གཞི་ནས North America ལ་བསྐོར་ཆོག་འགྲོ་རྒྱུ་ཡིན། ཨ་འགྲོ་ཡག་གི་རྙེད་ལ་ཁྱོད་རང་ཚོ་གི་ཁ་གསང་རོགས་བྱས་མ་གཏོགས་གཞན་ངེད་ཀྱི་འགྲོ་སོང་ད་ག་ཚོད། འགྲོ་གསུངས་ཐོས་པ་རེད་བྱ། འདས་པའི་ལོ་བཞིའི་སྔགས་དེ་ནང་ལ་ང་ནང་ལ་བསྡད་ནས་ངའི་མི་མང་ལ་ཞབས་ཕྱི་བྱེད་ཞུ་བྱ་ཡོད་བཅུ་བདུན་བཞི་བཅུ་ཞེ་ལྔ་གི་ལས་ཀ་ལེགས་བས་དེ་གང་ཁ་ངས་དེ་ནས་ལས་བྱ་ཡོད་དེ་ག་གཅིག་པུ་ཚད་ཀྱི་མ་རེད་ད་དུས་ཡིན་ནའི་ཡང་ང་རང་ཚོ་བོད་མི་སྒྲིག་འཛུགས་ཀྱི་དངོས་གནས་ཏག་ཏག་ཏོག་བྱེད་དགོས་ཡག་གི་ཁྲིམས་དང་སྒྲིག་གཞི་གང་ལ་ནན་པོ་བྱེད་དགོས་ཡག་དེ་ཁྱེད་རང་ཚོ་གི་མ་བྱེད་ཡིན་ཙང་ལག་བསྟར་མ་བྱེད་ཡིན་ཙང། ངས་ཕ་ག་ཡོ་རོབ་ཁག་དང་དེ་བ་གང་ག་ལ་འགྲོ་འོག་ནས་ང་ཡི་གི་མི་རེ་རེ་གཉིས་གཉིས་གི་སྒང་ལ་ངས་གི་ཀམཔླེན་བྱེད་ནས་ཡི་གི་ཡས་བླུགས་མྱོང་ར་འདི་གང་ག་ཡིན་ཚ་བི་ཅག་ལ་ང་ལ་ད་ལྟ་དཔལ་འབྱོར་འགྲོ་སོང་ལ་ན་རེ་དུས་ཚོད་འགྲོ་སོང་ལ་ན་རེ་གཟུགས་པོ་གི་འགྲོ་སོང་ལ་ན་རེ་ཀླད་པ་གི་འགྲོ་སོང་ལ་ན་རེ་ད་ག་ན་ཤེས་ཀྱི་ཏང་ཡོག་ནས་ད་ད་ལས་ཨ་ནེ་ཁྱེད་རང་ཚོ་ལ་དེ་གི་གང་ལ་རྒྱུ་འབྲས་ཀྱི་སྟོན་ཡག་མེད་པ་ཡིན་ན་ཧ་ལས་པི་གི་ཐབས་སྐྱོ་བོ་རེ་བ། དེ་འདྲ་ཡིན་པ་ཡིན་ན་ང་ཚོ་ད་རིང་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་གལ་ཆེན་པོ་རེད་ཞི་བོ་ཅིག་དམ་རག་བྱེད་ཀྱི་ལབ་ཡོད་ན་དེ་དམ་རག་དེ་ང་རང་ཚོ་སྐྱོ་པོ་དང་ཉམ་ཐག་དང་ཨ་ནི་དཔེ་འཇོག་མི་ངན་རྐྱང་རྐྱང་ལ་རེ་བས་ལ་ཡིན་ངས་དེ་བྱེད་ཡིན་དེ་འདྲ་ཡིན་དུས་གང་ལ་ཨ་ནི་རྒྱབ་ཏུ་དཔུང་རེ་ངས་དེ་ཚོ་ལ་ནི་ཨ་ནི་ག་དགོས་ཅི་ལབ་ཀྱི་མེད་བ་འདྲ་བོ་ཅིག་ཡིན་པ་ཡིན་ན་ཨ་ནི་དེ་འདྲ་ཡིན་པ་ཡིན་ན་དེ་འདྲ་འདྲ་བོ་གི་ང་རང་ཚོར་དངོས་གནས་སྤྱི་ཚོགས་དེ་ནང་ལ་ད་ལ་ཡ་ལ་བོད་མི་སྒྲིག་འཛུགས་དེ་དཔེ་དེབ་ཆེན་པོ་རེད་ལ་དབོར་ཐ་བོད་མིའི་སྒྲིག་འཛུགས་ནང་ལ་བསྡད་བཞག་ངེས་ཀྱི་རྐུབ་བཀྱག་གི་ཞབས་བཀྱག་གང་ལ་ཡོད་ངེས་དེ་ཚོ་ཨ་ནི་དེ་འདྲས་རྐྱང་རྐྱང་བྱེད་ཀྱི་ཡོད་པ་ཡིན་ན་ང་ཚོ་ལ་གོ་ཡ་མི་འདུག་ཐུགས་རྗེ་གཟིགས་ང་ཚོ་ལ་གོ་ཡ་མི་འདུག་ཧ་ལས་པའི་གི་བློ་ཕམ་ཆེན་པོ་དང་མཉམ་དུ་དངོས་གནས་ག་ལོ་རེད་ད་ལྟ་ཆུ་ཚོད་ག་ཚོད་རེད་ཨ་རིག་ལགས་ཆུ་ཚོད་གསུམ་པ་ཟིམ་ཡ་ལ་སྐར་མ་བདུན་འདུག། བློ་ཕམ་གྱི་ངང་ནས་ངས་སྐད་ཆ་དེ་བཤད་ཀྱི་ཡོད་ད། ཧ་གོ་སོ་ཨ། དེ་ཕྱིར་ནི་ཁྱོད་རང་ཚོ་ལ་ཡིན་པ་ཡིན་ནས་ངས་ཀྱི་དེ་དང་དེ་ནང་བཞིན་གྱི་ལའི་ཅི་ངས་བཟོས་ཡོད་སོ་ནམ་རྡོ་རྗེ་ཧོབ་ཕློར་གྱིས་བཟོས་པ་ནང་བཞིན་ངས་ཀྱི་བཟོས་ཡོད་འོང་ད་ག་རང། འོས་བསྡུ་ལྷན་ཁང་གི་རྒྱུ་ལས་ཡོང་བའི་གི་གང་ནི་མོ་རང་གི་སྐད་ཆ་ག་རི་བཤད་པ་དེ་གང་ལ་ངས་ཀྱི་བཟོས་ཡོད་དེ་འདྲའི་ཡི་གེ་ཅིག་སོ་ནམ་རྡོ་རྗེ་ལ་བཏང་ཡོད་ན་ང་ལས་བཏང་ཡོད་ང་ལས་ཨ་ནི་ག་རེ། དེ་གར་སོགས་ཐོབ་ཐང་དང་དམ་བཅའ་དང་དེ་གང་གཱ་ཡང་འདུས་ཀྱི་ཡིན་པ་ཡིན་ན་འདུས་ཀྱི་ཡོད་ལ་ནི་ཡི་གེ་དེ་ཡིན་གཅིག་མིན་གཅིག་ཆུ་ཟོ་ཉི་ཟ་བཞིན་ནང་ལ་ང་ལས་གཏང་རོགས་བྱས་སོ་དེར་ངས་ཧ་གོ་རང་ང་ཨ་རིག་གི་སྐོར་ཅོག་ལ་འགྲོ་དགོས་ཀྱི་འདུག་ད་མི་འདུག་ལ་ནི་འོ་འདི་ཡིན་གཅིག་མིན་གཅིག་ང་ལས་གཏང་རོགས་བྱས་མ་གཏོང་ང་ཚོ་ཚང་མར་དུས་ཚོད་ཡོད་རེད་དང་དུས་ཚོད་ཟེར་མཁན་དེ་ཉི་ཤུ་རྩ་བཞི་ཆུ་ཚོད་ཉི་ཤུ་རྩ་བཞི་ཚང་མ་ལ་ཡོད་རེད་དེ་འདྲའི་མི་ཚང་མ་གི་དུས་ཚོད་ལ་ང་ཚོ་གི་གུས་བརྩི་བྱས་ནས་འགྲོ་ཤེས་དགོས་རེད་ད་གུས་བརྩི་མ་བྱས་པའི་རྐྱེན་གྱིས་དེ་འདྲའི་ཆགས་པ་རེད་ད་ལྟ་ངས་འདུག་བལྟས་པ་ཡིན་ན་ད་ལྟ། སྲིད་སྐྱོང་འོས་མིའི་ལངས་གནས་ཀྱི་བཀྲ་ཤིས་སྟོབས་རྒྱལ་ཁོ་རང་འདྲ་བོ་ཅིག་ཡིན་པ་ཡིན་ནས། ཁོ་རང་གིས་ད། འོས་བསྡུའི་ལྷན་ཁང་གི་དབུས་འོས་བསྡུ་ལྷན་ཁང་གི་སྒྲིག་གཞི་ལ། གུས་བརྩི་མ་བྱེད་པ་རེད་གུས་བརྩི་མ་བྱེད་ཡ་གི་རྒྱུས་པ་རྒྱུ་མཚན་ཡིན་ང་མཐོང་གི་འདུག་མཐོང་དགོས་ཡ་གི་ག་འདྲའི་འདྲ་བོ་ཞིག་མཐོང་གི་འདུག་ལ་འདི་གང་ལ། དབུས་འོས་བསྡུ་ལྷན་ཁང་ནི་ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་འདྲ་བོ་ཅིག་ལངས་ཀྱི་འདུག་ལ་དབོར་དེ་གང་ལ་གསལ་བཤད་རྩ་བ་ཉིད་ནས་བྱེད་ཀྱི་ཡོད་མ་རེད་ཀུན་དགའ་ཁྲི་ལེན་འདྲ་བོ་ཅིག་ལངས་ཀྱི་འདུག་ལ་དབོར་གསལ་བཤད་རྩ་བ་ཉིད་ནས་བྱེད་ཀྱི་ཡོད་མ་རེད་ཡིན་དང་མེད་ལ་གོ་ཡོད་མ་རེད་ད་ག་ནང་བཞིན་ངས་སྤྱི་ཚོགས་དྲ་རྒྱ་འདིའི་སྒང་ནས་ངས་འདི་ག་བཤད་ཚར་བ་ཡིན། ཀུན་དགའ་འཕྲིན་ལས་ལ་དྲི་བ་ཁ་ཤས་ཅིག་ཡོད། དེ་བོད་པའི་སྤྱི་ཚོགས། ང་ཚོ་ནིའུ་ཡོག་ནིའུ་ཇེར་སི་ཡི་སྤྱི་མཐུན་ཚོགས་པའི་སྒང་ལ་དཔལ་འབྱོར་གྱི་སྒང་ལ Corruption གྱི་སྐད་ཆ་ཅིག་འདུག་ད་ག་གཅིག་པུ་འཚལ་གྱི་མ་རེད་ཨ་མདའ་ཚེ་རིང་ལྷུན་གྲུབ་ཀྱི་གནས་སྟངས་ཅིག་འདུག་ང་ཚོ་མི་སྒེར་པགས་ཀྱི་ཨ་ནི། སྤྱི་པའི་གི། ག་ལ་འོ་རེད། ཁམས་ཆོས་དེ་ཚོ་གང་གཱ་འབོ་མ་ཁྱེད་ནི་གར་ཅིག་འོ་རེད། སུས་ཁྱི་ཐུག་གི་རེད། རྒྱུད་ཀྱི་ཐུག་པ་ཡིན་ན་ཡང་གཟུགས་པོ་གི་ཐུག་གི་རེད་པས། བསམ་བློ་གཏོང་ཡར་རོ་ཨ། དེ་འདྲའི་བྱེད་ནི་མི་རེ་རེ་གཉིས་གཉིས་ལ་ཨ་ནི་དབང་ཡོད་བཤད་པ་འདྲ་བོ་རོ་ཨ། ད་ཡིག་ཐོག་ང་ལ་རྒྱ་མི་གིས་བོད་པ་ལ་དབང་ཡོད་བཤད་གོ་བོད་ནང་ལོག་ལ། ད་ང་ཚོ་སྡེ་བ་ལ་བཙན་བྱོལ་ནང་ལ་ཡིན་ལ་ནི་ཡིག་ཐོག་ང་ནི་དབང་ཡོད་བཤད་གོ་ཡོད་རོ་ཨ། ད་ཡིན་གཅིག་མིན་གཅིག་ཡིག་ཐོག་ལ་བབ་མེད་ན་ཨ་ནི་འགྲིག་གི་ཡོད་རེད་ལའེ་འདྲ་བོ་ཅིག་ཡིན་པ་ཡིན་ན་དེ་ང་ཚོ་ལ་རྩེད་མོ་རྩེད་གི་ཡོད་རོ་ཨ། མི་སྐྱོ་མ་འདྲ་བོ་ཅིག་ཡིན་ན་ང་འདྲ་བོ་ཅིག་ཡིན་ན་སློབ་སྦྱོང་ཡོང་ངེས་ཡིན་ཨ། ག་བ་ལ་ཡིག་འགྲོ་ན་ལབ་ཤེས་ཀྱི་ཡོད་བྲིས་ཤེས་ཀྱི་ཡོད། ཨ། ཆེ། ག་ལ་གོ་རེ། ཤུ་བུ་འདྲ་བོ་གྱིས་སྙན་ཞུ་རྒྱག་དགོས་ན་རྒྱབ་བཞེངས་ཀྱི་ཡོད་ཚེ་རིང་ལིང་འདྲ་བོ་ཡིན་ནས་རྒྱབ་བཞེངས་ཀྱི་ཡོད་རེད། ཡིན་ནས་ང་ཚོ་གས་བྱེད་ཡ་ལ་དཀའ་ལས་ཁག་པོ་ཆགས་ཀྱི་འདུག་ལ་ན་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་མི་ཁ་ཤས་ཅིག་ལ་ག་ཚོད་དཀའ་ངལ་ཡོད་འགྲོ། ཕ། ནང་མི་གི་དཀའ་ངལ་ཡོང་གི་རེད་དཔལ་འབྱོར་གི་དཀའ་ངལ་ཡོང་གི་རེད་ལུས་ཀྱི་དཀའ་ངལ་ཡོང་གི་རེད་ག་རེ་ག་རེ་གི་དཀའ་ངལ་ཡོང་གི་རེད་ཨ། དེ་འདྲའི་ཚང་མ་ཡིན་ཚར་བ་བརྒྱ་ལ་ཚང་མས་ཀྱི་ཐུགས་ཡག་གི་སྐད་ཆ་ཅིག་རེད་པས། དེ་ང་ཚོ་འདས་པའི་ལོ་བཞིའི་ལྔ་དེའི་ནང་ལོགས་ལ་སྤྱི་ཚོགས་བདག་བསྲིངས་དཀྲུག་ཡ་བྱེད་སྐྱིད་པོ་མེད་པ་བཟོས་ཏེ་དེ་གང་ག་བྱུང་ས་ཀྱི་བྱུང་ཁུངས་ཁོ་རང་ཚོ་ལ་ཁྲིམས་དང་སྒྲིག་གཞི་ནན་པོ་ཅིག་ཁོ་ཚོ་གང་ལ་མ་སྦྱར་དུས་གང་ལ་ཨ་ནི་ང་ཚོ་སྤྱི་ཚོགས་ནང་ལོགས་ལ་མི་སུ་གིས་ནས་ཐེ་ཚོམ་སྐྱེས་ནས་ཨ་ནི་དེ་འདྲས་ཅིག་བྱས་ན་ག་འདྲས་འདོག་དེ་འདྲས་ཅིག་བྱས་ན་ག་འདྲས་འདོག་ལ་ནི་ཨ་ནི testing the water ལ་ངས་འདྲ་བོ་ཆུ་ནང་ལོགས་ལ་ལག་པ་བཅུག་སི་བཅུག་སི་བྱས་ནས་ཚ་ལོས་འདུག་ད་གྲང་ལོས་འདུག་ལ་ནི་ལྟ་ལྟ་ལྟ་གི་རོགས་ཨ། བསམ་བློ་བཏང་ཡག་གི་སྐད་ཆ་རེ་ད་དེ་གང་གཱ། འོ་དེ་ཅིག་ངས་ཞུ་ཡག་ཡིན་དེ་འདྲའི་བྱས་ཡོད་འདི་གང་ན་ཏག་ཏག་རྩ་བ་གཉིས་ནས་བསྡད་ཀྱི་མི་འདུག་ཁྱོད་རང་ཚོ་གི་ཡིན་པ་ཡིན་ན་ཡང། གུས་བརྩི་དང་ལྡན་པའི་ཡིན་ད་ངས་ངས་ཁྱེད་རང་ཚོ་ལ་ངས་ནོར་འཁྲུལ་རྐྱང་རྐྱང་ལབ་ཀྱི་མེད་ནོར་འཁྲུལ་ཡོད་ཡིན་ཙང་ངས་ནོར་འཁྲུལ་འདུག་ཨོ་ལ་ལབ་ཀྱི་ཡོད་རེད་མ་གཏོགས་ཨ་ནོར་འཁྲུལ་མེད་པ་ལ་ངས་ཀྱི་ནོར་འཁྲུལ་འདུག་ལབ་གི་འོང་མ་རེད་ད། དེ་འདྲའི་དགྲ་བོ་བྱས་ནས་ལོ་བཞི་འདི་བདེ་ཤོག་པ་ར་ལ་ངས་དང་པོ་དོན་ཡོད་དུས་གང་ལ་ཨ་ཅར་ཡེ་ཤེས་ཕུན་ཚོགས་ཀྱིས་དཀྱུས་མའི་བུ་མོ་བརྩེ་ཡམ་བྱེད་ཡ་འདི་གང་ལ་ངས་ཤེས་ཡོད་དུས་གང་ལ་ངས་འབོད་སྐུལ་རང་ཞུས་པ་ཡིན་ངས་མི་མང་ལ་དངོས་གནས་ང་ལ་ཡིད་ཆེས་བྱེད་རོགས་བྱེད་དང་ཡིན་ལ་ངས་ཤེས་ཀྱི་ཤེས་ཀྱི་ལ་ང་ལ་ཚུར་གང་ལ་སྨད་འཚོང་མ་དང་རྡུང་རེས་ངན་ཚད་བཤད་ནས་པ་བ་གི་རོ་ཞིམ་པོ་བྱུང་སོང་ཡ་ལ་འདི་གང་ལ་སོ་སོ་ཕ་མ་གི་རོ་ཟ་ནས་ཞིམ་པོ་ཡོང་ངེས་དེ་སུས་ཡོད་རེད། དེ་འདྲ་ཡིན་ཚར་བའི་རྗེས་ལ་ངས་ཕར་རེ་རེ་གཉིས་གཉིས་ལ་ངས་བཤད་དགོ་ས་ལ་ངས་བཤད་པ་ཡིན་བཤད་ཡོང་དུས་གང་ལ་ཨ་ནི་ཁ་བཏུང་བཏང་ཡོང་གི་འདུག་ལགས་ཀྱི་འདུག་ཨ་ད་ཁ་བཏུང་བཏང་མོ་ཨོ་ལེ་བཟོ་རོ་བྱས་ཧ་གོ་བཟོ་ཨ་དེ་ཡིས་ཁྱེད་རང་ཚོ་གི་ཡི་གེ་རྐུབ་བཀྱག་གང་ལ་དེ་ངས་དེ་ཚོ་གི་ཁྱོད་རང་ཚོ་གི་སྒྲིག་གཞི་དེ་ཚོ་གང་ཁ་ནན་པོ་བྱས་ཡོད་ན་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མི་རོ་ལངས་ཆ་ལངས་ཆགས་ཀྱི་ཁོ་རང་མ་རེད་ལགས་པས་རྒྱུ་བ་རྒྱུ་མཚན་ཁོ་རང་ཐག་རང་ཡིན་ད་རིང་ང་རང་འདྲ་བོ་ཅིག་སྤྱི་འཐུས་གང་ལ་ལངས་ཀྱི་ཡོད་པ་ཡིན་ན་ང་རང་ཡིན་ནས་ཁྲིམས་དང་སྒྲིག་གཞི་གང་ལ་གུས་བརྩི་དང་ལྡན་པའི་འགྲོ་ཡ་ཡིན་ད་ག་གཅིག་པུ་ཚད་གི་མ་རེད་ཕ། མི་གཞན་པ་གཞན་ལ་ཡིན་པ་ཡིན་ནས་ཁྲིམས་དང་སྒྲིག་གཞི་གི་འོག་ནས་ནན་པོ་བྱས་ནས་འཁྱིལ་ཡ་ཡིན་ལགས་པས་རྒྱུད་པ་རྒྱུ་མཚན་ཁོ་ར་དག་རང་ཡིན། འདི་བྱས་ནས། ག་ས། དབུས་འོས་བསྡུ་ལྷན་ཁང་གིས་ཡིན་གཅེས་མིན་གཅེས་འདི་དང་འདི་འདྲ་བོའི་གི་སྒང་ལ་ང་ཚོ་གཙང་མ་བཟོ་རོགས་བྱས་མ་གཏོགས་ང། དེ་ཨ་རིག་གི་སྐོར་ཅོག་ལ་ང་འགྲོ་རྒྱུ་གཞི་ནས་ཡིན། ཨ་འདི་ཚང་མ་ཡིན་ཚར་བ་རྗེས་ལ་ངས་འགྲོ་སོང་ད་ལྟ་བར་དུ་སྤྱི་བེད་ཀྱི་དོན་དག་ལ་འགྲོ་སོང་འདི་ག་ཟིག་བཏང་ད་འདི་ད་འདི་འདི་གང་ལ་ཡང་བཏང་བྱས་ནས་མཐའ་མ་ཐོག་ཤུགས་ལ་ཁྱོད་རང་ཚོ་གི་འགྲིག་གི་མ་རེད་ལབ་པ་ཡིན་ན་ཏག་ཏག་བསྡད་ཀྱི་མེད་ཏག་འགྲིག་གི་མེད་ན་འགྲིག་གི་མི་འདུག་ལ་ནི་ང་ཆུ་ཚོད་ཉི་ཤུ་རྩ་བཞི་ཡ་མེད་ན་ཆུ་ཚོད་བཞི་བཅུ་ཞེ་བརྒྱད་ནང་ལོགས་ལ་ལས་ཡིན་གྱི་མིན་གྱི་སྤྲད་རོགས་བྱས་འདི་ནང་ལོགས་ལ་ང announce བྱེད་ཡ་ཡིན་ང་ག་བ་ག་བ་ལ་སྐོར་ཆོད་འགྲོ་ཡ་ཡིན་ལ་ནི་འོང་འདི་ཡིན་གྱི་མིན་གྱི་སྤྲད་རོགས་བྱས་ཨཱས་ལ་ནི་ངས་ད་ལྟ་འདི radio tibet ལ་ཁྱོད་རང་ཚོ་གི radio tibet ལ་འདི tag བྱེད་རོགས་བྱས།

ཡང་ཚགས་ཚགས་བིར་བིར་ཟོས་སོ། དེ་གང་ག་ཟོས་ཚར་ནས་ཡང་ཞུགས་ཚགས་དེ་ལ་དགོངས་དག་ལབ་ནས། དེ་འདྲའི་རྩ་བ་གཉིས་ནི་འགྲིག་གི་ཡོད་མ་རེད་དེ་དང་དེ་མཉམ་དུ་ངེད་ཀྱིས་དངོས་གནས་སྐལ་རྡོ་ཨོ་ཁ་ཚང་ལ་ངེད་ཀྱིས་ཕྲ་དོག་བྱས་པ་དང་ངེད་ཀྱིས་དངོས་གནས་ད་གཟ་མ་ཉེས་ཁ་ཡོད་བྱས་པ་ཙམ། ད་གཟ་མར་ད་དེ་དངོས་གནས་ཚུ་རེད་ང་ཚོ་མཐོང་བདེ་ཁྱོད་རྐྱང་རྐྱང། གི་སྐད་ཆ་རེད་དེ་ཚང་མ་ཡིན་དུས་གང་ལ་ཁྱེད་རང་ཚོ་གི་ངོ་ནས་བསམ་བློ་ཡག་པོ་བཏང་རོགས་བྱིན། ང་ཚོ་སྤྱི་ཚོགས་ནང་ལོགས་ལ་དེ་འདྲའི་ཀྱང་ཀྱང་ར་ལང་ཆ་ལང་དེ་ཚོ་ག་འཇུག་མ་འཇུག་བྱེད་ཀྱི་ཡོད་ཡིན་ཙང། ང་རང་ཚོ་གི་བོད་མི་མང་གི་ང་རང་ཚོ་གི་སྤྱི་ཚོགས་ལ་ཞེ་ལོག་ནས་ང་རང་ཚོ་ལོ་ན་གཞོན་དེ་ཚོ་ཨ་ནི་ཚ་རྒྱང་རིང་རུ་རིང་རུ་འགྲོ་ཡ་བྱེད་ཨ། ང་ཚོ་སྤྱི་ཚོགས་ནང་ལ་མ་དགའ་ཡ་ཆ་ཡ་བྱེད་ཨ་ང་ཚོ་སྤྱི་ཚོགས་ནང་ལོགས་ལ་བོད་པ་འགྲོ་ས་ལ་ཨ་ནི་དཀྲོག་གཏམ་སྤེལ་ཡ་དང་རྙོག་དྲ་བཤད་ཡ་དང་སྤྱི་ཚོགས་ནང་ལ་རྙོག་པ་ཀྱང་ཀྱང་འདུག་ལ་འོར་མ་གཏོགས་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྔས་ལ་ང་སྤྱི་ཚོགས་འདི་ནང་ལོགས་ལ་ཡོད་དུ་མེད་ཨ། བོད་མི་མང་གི་ཧ་གོ་གོ་མ་རྟ། ངས་ཨ་ཅག་རེ་ཡི་ཤི་ཕིན་ཚོ་གཅིག་གི་སྒང་ལ་སྐད་ཆ་བཤད་ནི་གསུངས་པ། ཡོད་དོན་ནི་གསུངས་པ་ཨ་ནི་བཞི་ནི་མི་མང་གི། ཨ་དེ་འདྲི་བྱེད་ལ་ངས་འདུག་ཨ་ལ་ནི་ད་དེའི་སྒང་ལ་དཀྲོག་གཏམ་སྤེལ་དང་མ་སྤེལ་ཁ་ཤས་ཀྱི་ཨ་ག་འདྲེ་ག་འདྲེ་བཟོས་གི་མིན་ཏེ་རྒྱ་བོར་ག་ས་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ལ་ངེད་ཀྱི་ཁ་བརྡུང་བཏང་ཤག་ལ་ནི་ཁོ་རང་ཚོ་གི་བིད་དེ་ཨོ་ཨེ་དྲིད་བཟོས་བྱས་བཀྲམས་བྱས་དེ་འདྲེ་བྱས་ཡོད་འདི་གང་དེ་ཚོ་གང་ཀ་ངོ་ནི། ཁྱེད་རང་ཚོ་གིས་ཁྲིམས་དང་སྒྲིག་གཞི་ནན་པོ་མ་བལྟ་བའི་རྐྱེན་རེད་ངས་ཉི་མ་དང་པོ་ནས་རྒྱ་རི་སྒྲོལ་མ་རྒྱ་རི་སྒྲོལ་མ་ལ་ནི་སྐད་རྒྱག་དགོས་དེ་ང་རང་ཚོ་གི་བདེ་སྲུང་གི་བཀའ་བློན་རེད་བ་བསམ་ནས་ངས་རྒྱ་རི་སྒྲོལ་མ་ལ་ནི་ལར་མ་གཏོགས་ང་ཨ་ཅག་རྒྱ་རི་སྒྲོལ་མ་ལགས་ལ་ང་གར་ཕྱིན་ངས་རྙེད་ཚ་གོ་རེད་རྙེད་ཚ་ཡ་དེ་གར་ཕྱིན་ལོག་གོ་ར་ལ་ན་དང་པོ་འབོད་སྐུལ་ཞུ་གོ་རེད་ཨ། ཀུ་ཅི། རོགས་པ་བྱེད་རོགས་ཅི་འབོད་གུ་ཞུ་གུ་ཡོད་དེ་ནས་ཅི་ནས་སྙན་ཞུ་རྒྱལ་བྱོས་ན་ངས་སྙན་ཞུ་རྒྱག་གུ་ལ་སྙན་ཞུ་རྒྱག་གུ་ཡོད་ཡ་ཅི་ཡས་མ་བྱེད་དུས་གང་ལ་མི་ཁྲེལ་གཏོ་ཚ་རུ་ཚ་རུ་ཚ་རུ་འགྲོ་གུ་ཡོད་ད་མི་སི་ངས་དེ་སྤྱི་ཚོགས་ནང་ལོག་ལ་འགྲེལ་ལོག་རྒྱག་གུ་འདུག་ཁྲེལ་གཏོ་ཚ་རུ་འགྲོ་གུ་འདུག་ལབ་པ་ཡིན་ན་ཡི་གེ་སྒོ་སྒང་ནས་བྱས་ནས་བསྟན་པ་ཤུགས་ཀྱི་འདུག་ཡི་གེ་སྒོ་སྒང་ནས་བྱས་ནས་ཨ་ནི་ཁྲིམས་དང་སྒྲིག་གཞི་གང་ག་ཨ་བྷེ་མཆོག་སྒེར་གཅོད་བཏང་གི་འདུག་ལ་ནི་ལ་དགོས་ཀྱི་རྒྱུ་བ་རྒྱུ་མཚན་དེ་ལ་ཐུག་གི་ཡོག་རྟ། འདི་བྱས་ནས་མིག་ཟིང་ངེ་དེ་འུ་ཐུག་མ་བཅོས་ན་ཡག་པོ་ཡོག་རེད། ངས་ཁྱེད་རང་ཚོ་ལ་ཆུ་ཚོད་ཉི་རྩ་བཞི་དང་ཉི་རྩ་བཞི་བཅུ་ཞེ་བརྒྱད་སྦུག་ལ་ང་ལ་ཡི་གེ་བྲི་དགོས་ཀྱི་ཡོད་ན་བྲི་རོགས་གྱིས་ལ་དགོས་ཀྱི་རྒྱུ་མཚན་དེ་ག་ལ་ན་དེ་ལ་དཔའ་བེད་ཀྱིས་ཁྱེད་རང་ཚོ་ལ་ངེད་ཀྱི་ཁྲིམས་ལ་གཏུག་ཐུག་གི་རེད་ལ་དེ་ག་ལ་ང་ཁྲིམས་ལ་གཏུག་རྩིས་ཁོ་རང་ཡིན་ད་ལ་ནི་འོ་དིག་ལའི། ཐུགས་རྗེ་ཆེ་ན། གང་ག་གི་ཤེར་གང་མ་མང་གནང་རོགས་གནང། དེ་ཁྲིམས་དང་སྒྲིག་གཞི་ལས་དེ་ང་རང་ཚོ། སྐྱོ་པོ་དང་ཉམ་ཐག་དང་ཨ་རྒྱབ་མི་སྐྱོ་དང་དཔུང་མི་སྐྱོ་དང་དཔེ་འཇོག་མི་སྐྱོ་དང་ང་ཚོ་རྐྱང་རྐྱང་ལ་རེ་བས་ལ་ནི་ཨ། དེ་འདྲས་ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ལྟ་བར་དུ་སྤྱི་ཚོགས་འགབ་ཤ་རྒྱག་འདུག་སྤྱི་ཚོགས་གབ་བུ་གབ་ཤ་གཉིས་ལ་རྒྱག་འདུག་ཨ། དར་དམར་དང་དར་ནག་ལ་གི་འདུག་ལ་དུས་གང་ལ་ང་ཚོ་ཧ་ལས་པའི་གི་སྙིང་ཚབ་ཚ་རྒྱ་ཡ་གི། སྐད་མཚམས་ལ་སླེ་ཚ་བ་རེད་དེ་འདྲའི་གང་ག་སླེ་ཚ་ཡོང་དུས་གང་ལ་ད་རིང་འདི་གི་སྒང་ནི་ད་འདོད་དེ་འདྲའི་རང་ལ་ཨ་ནི་ཡི་གེ་སྒང་ནི་ཡིན་ན་རེད་མི་དྲའ་ཁ་ནི་ཡིན་ན་རེད་དེ་འདྲའི་དེ་འདྲའི་ཆེ་ནི་རྒྱབ་ཏུ་དཔུང་ལང་སླེ་གི་ཡོད་བ་ཡིན་ན་ཏག་ཏག་བསྡད་ཀྱི་ཡོད་མ་རེད་མི་དྲའ་ཁ་གི་དྲི་བ་དྲི་ལན་ག་ཚོད་བྱེད་ཀྱི་འདུག་སྤྱི་འཐུས་ལ་འགྲོ་ངེས་སྤྱི་འཐུས་ལ་ལང་ངེས་ཡིན་པ་ཡིན་ན་རེད་ཨང་སྲིད་སྐྱོང་ལ་ལང་ངེས་ཡིན་པ་ཡིན་ན་རེད་དྲི་བ་དྲིས་ནི་མ་ཡི་ཁ་ནང་བླུགས་ནི་ག་ཚོད་སྐད་ཆ་དྲི་གི་འདུག་སྐད་ཆ་དྲི་གོ་ཡ་གཅིག་དྲི་གི་འདུག་བས། སྐད་ཆ་དྲི་བརྒལ་གྱིས་དྲིས་འདུག་པས། དེ་གི་ཡ་མེད་ན་ང་རང་ཚོ་སྤྱི་ཚོགས་ལ་དོན་སྣང་མེད་པའི་སྐད་ཆ་རེད་ཡ་མེད་ན་རྐང་ཚུན་གཡོ་གི་ཡོད་པའི་སྐད་ཆ་རེད་དེ་འདྲས་རྐྱང་རྐྱང་གི་གཡོ་གཡོ་གཉིས་ཀྱིས་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཐག་རིང་གི་ཨ། འདི་ལོ་འདས་པའི་ལོ་བཞི་འདི་ནང་ལོགས་ལ། ང་སྐྱེས་མེད་བུད་མེད་ཀྱི་སྒང་ནས་སྐད་སྐད་ཅིག་རྒྱག་པ་རེད་དེ་སྤྱི་ཚོགས་ནང་ལོགས་ལ་བོད་མི་མང་སྐད་ཤོག་ཚགས་དེ་ཕལ་སྐད་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་གཏོར་བཤིག་གཏང་གི་འདུག་སྤྱི་ཚོགས་བོད་མིའི་སྒྲིག་འཛུགས་དེ་ནང་ལོགས་ལ་གཏོར་བརླག་འགྲོ་གི་འདུག། ཕལ་སྐད་དེ་མེད་པ་བཟོ་གི་འདུག་ལ་ནི་སེམས་ཅན་འདི་ལང་རེད་མ་གཏོགས་ང་ཚོ་དེ་ཨ་རི་ཡོ་རོབ་ཁ་ལ་སླེ་ནི་ཁ་ལག་རག་གི་མི་འདུག་དང་ལས་ཀ་རག་གི་མི་འདུག་ལ་འོ་མར་ལྟ་ང་ཚོ་ཚང་མ་སྐྱིད་པོ་རྒྱག་ཐག་ཆོད་ཡོད་དེ་ནི་གཉིད་ཁུག་གི་མི་འདུག་གྲོགས་པོ་ལྟོགས་གི་མི་འདུག་གར་ཅིག་ན་ན་སེམས་ལ་དཀའ་ངལ་འདུག་དཀའ་ངལ་དེ་ཕལ་སྐད་བོད་མིའི་སྒྲིག་འཛུགས་ལ་ཚགས་ཚོམ་བུ་ཡག་པོ་མི་འདུག་ལ་ནི་དེ་དཀའ་ངལ་ང་ཚོ་སྒྲོན་གི་ཡོད་ལྟ། ཧ་གོ་བ་བྱེད་དགོས་རྟ། ག་ཤེད་ཀྱི་སྤྱི་ཚོགས་ནང་ལ་དཀྲུགས་ཤིང་རྒྱག་ནས་མོ་ག་བ་ག་ས་ལག་པ་འཐམ་གི་འདུག་ག་བ་ག་ས་ལག་པ་མ་འཐམ་རང་འཐམ་རེད་ཧ་གོ་སོ་ཨ། Selective ལབ་གི་ཡིན Selective ཉན་གི་ཡིན་ལ་འགྲོ་བ་ཡིན་ན་དེ་ང་ཚོ་སྤྱི་ཚོགས་ལ་ཕན་གི་ཁོ་ར་ཡོད་མ་རེད་རྐང་བཙུགས་ནས་དེ་སྤྱི་ཚོགས་འདི་ནང་ལོགས་ལ་རྙོག་དྲ་ག་རེ་རེད་འདུག། ང་སྐྱེས་པའི་བུ་མོས་ཀྱི་སྐད་ཆ་ཅིག་ཁྱི་ཡོང་རྒྱོག་དེ་ལ་ཡ་དག་པོ་སྤྲད་མ་ཐུབ་ཡ་དེ་འདྲས་དེ་འདྲས་ཀྱི་རྙོག་དྲ་ག་རེ་རེད་འདུག་ལ་ནི་ངས་རྙོག་དྲ་གང་གང་འགོ་ཚུགས་ནས་ངས་སྐད་ཆ་བཤད་ཀྱི་ཡོད་དེ་ཡིན་དུས་གང་ལ་ང་ལ་ཨ། སྤང་དག་ལ་ནས་ཡོད། ཁྱེད་རང་ཚོ་ལ་ཤེས་དགོས་ཀྱི་རྒྱུས་པ་རྒྱུ་མཚན་ཡོད་ཚང་མ་ཡོད་ཚ་དུས་གང་ལ། ངས་ཨ་མདའ་ལབ་ན་ཤི་རེད་ཁྱེད་རང་ཚོ་གིས་ང་ལ་ཆུ་ཚོད་ཉི་ཤུ་རྩ་བཞི་ཡ་མེད་ན་བཞི་བཅུ་ཞེ་བརྒྱད་རང་ལོ་ལ་ང་ལ་ནོར་འཁྲུལ་ཡོད་ན་ནོར་འཁྲུལ་རྡོ་ལ་ནས་ཡི་གེ་བཏང་རོགས་བྱས་ཡི་གེ་མ་བཏང་ན་ནོར་འཁྲུལ་མེད་ཤག་ཤག་བརྩི་གི་ཡིན་ད་ག་རང་ཡིན་སྐད་ཆ་ཧ་གོ་བཟོ་ཨ། Thank you། གང་མང་མ་བཀྲམ་རོགས་བྱས།